ཤོག་གྲངས་བརྒྱ་དང་བརྒྱད་ཅུ་གྱ་དགུ། བརྒྱད་པ། ཆོས་ལུགས་ནང་ཁུལ་གྱི་གོ་རྟོགས་ལ་དམིགས་པའི་ལས་འཆར། འགྲོ་བ་མིའི་ལོ་རྒྱུས་ཁྲོད་འཛམ་གླིང་གི་ཆོས་ལུགས་ནི་སྐབས་མང་པོ་ཞིག་ཏུ་ཤོག་གྲངས་དང་འཁྲུག་རྩོད་ཀྱི་རྐྱེན་རྩ་ཞིག་ཏུ་གྱུར་ཡོད། དུས་སྐབས་བར་མའི་ནང་ཡེ་ཤུ་དང་ཁ་ཆེའི་དམག་འཁྲུག། Crusade། ནས་དེང་སྐབས་ཁ་ཆེའི་བསྟན་སྲུང་དམག་འཐབ། Jihad། བར་དང། དུས་རབས་ཉི་ཤུ་པའི་དུས་དཀྱིལ་དུ། རྒྱ་གར་ཁ་འཐོར་སྐབས། ཧིན་དུ་དང་ཁ་ཆེའི་དབར་དྲག་སྤྱོད་ཤུགས་ཆེ་བྱུང་བ་ནས། ཉེ་དུས་ཀྱི་ཨ་རབ་དང་ཨི་ཟི་རལ་གཉིས་ཀྱི་འཁྲུག་རྩོད་བར། Bosnian དང Serb གྱི་དམག་འཁྲུག་ནས། ཤིར་ལང་ཁའི་ནང་སིང་ཁི་ལ་དང། ཏཱ་མིལ་འཐབ་འཛིང་བཅས་ཀྱི་བར་དང། ཉེ་བའི་དུས་སུ། ཆོས་ལུགས་ཀྱི་ཤུགས་རྐྱེན་འོག་གོ་ལའི་དྲག་སྤྱོད་རིང་ལུགས་ཀྱི་སྣང་ཚུལ་བཅས་ཀྱི་ཁྲོད། ཆོས་ལུགས་ཀྱི་མཁས་པ་རྣམས་འགྲོ་བ་མིའི་ཁྱིམ་ཚང་ནང་འཁོན་འགྲས་ཀྱི་ཡིད་སྐྱོའི་རྐྱེན་རྩ་ཞིག་ཏུ་གྱུར་དང་འགྱུར་བཞིན་པ་ནི་མིག་མཐོང་ལག་ཟིན་ཡིན། བྱང་ཨི་ཡར་ལན། ཆོས་ལུགས་ཀྱི་འཁྲུག་རྩོད་དང་ཁ་ཆེའི་ཆོས་ལུགས་ཁྲོད་ཤི་ཡ་དང་སུ་ནིའི་ཡིད་སྐྱོའི་གཞི་འབྲས་ཀྱི་ལོ་རྒྱུས་བཅས་ཀྱིས་གསལ་པོར་བསྟན་པ་བཞིན། ད་ལྟའི་འཁྲུག་རྩོད་ནི་ཆོས་ལུགས་ནང་ཁུལ་ཁོ་ན་མ་ཡིན་པར། ད་དུང་ཆོས་ལུགས་བྱེ་བྲག་པ་གཅིག་གི་ཆོས་བརྒྱུད་དང་ཤོག་ཁག་དབར་འབྱུང་གི་ཡོད། ཐ་ན་ངོས་ཀྱི་བོད་པའི་སྲོལ་རྒྱུན་ནང་དུའང་ཆོས་བརྒྱུད་ཀྱི་སྤྱོད་ལམ་དང། ཕྱོགས་ཞེན་འཐེན་འཁྱེར་གྱིས་མི་མཐུན་པའི་གནས་སྟངས་དང་ཐ་ན་དངོས་སུ་འཁྲུག་རྩོད་བསླངས་ཡོད། ད་ལྟའི་གནས་སྟངས་སྐབས། འཛམ་གླིང་ནང་ཆོས་ལུགས་སྣ་ཚོགས་ཡོད་པ་རྣམས་ཀྱིས། ངེས་པར་དུ་འགྲོ་བ་མིའི་སྤྱི་ཚོགས་ནང་འགལ་ཟླའི་རྒྱུ་ཞིག་བྱེད་དགོས་ཀྱི་ཡོད་དམ། ཞེས་པའི་དྲི་བ་དེ་འདྲི་དགོས། ལོ་རྒྱུས་ཀྱི་ཆ་ཤས་དེ་ངོས་ལེན་བྱས་ཏེ། གལ་ཏེ་ང་ཚོས་དངོས་གནས་ཆོས་ལུགས་དབར་ལྷད་མེད་ཀྱི་མཛའ་མཐུན་ཞིག་བསྐྲུན་དགོས་ན། ལོ་རྒྱུས་ནི་ལོ་རྒྱུས་སུ་བཞག་སྟེ། ང་ཚོས་ངེས་པར་དུ་མདུན་སྐྱོད་བྱེད་དགོས་ཞེས་བརྗོད་པའི་དུས་ལ་བབ་ཡོད་པར་ངས་ཡིད་ཆེས་བྱེད་ཀྱི་ཡོད། སངས་རྒྱས་བཅོམ་ལྡན་འདས་གང་དུ་མངོན་པར་རྫོགས་པར་སངས་རྒྱ་སྲས་རྩ་ཆེའི་གནས་མཆོག་རྡོ་རྗེ་གདན་དུ་རྟེན་གཞི་བྱས་པའི་ཁ་ཆེའི་ཚོགས་མ་ཁག་ཅིག་ངོས་ཐུག་འཕྲད་དུ་ཡོང་སྐབས། ངས་ཁོ་ཚོར་ཁྱེད་རང་ཚོ་འགའ་ཞིག་རྒྱ་གར་ནང་པའི་དགོན་སྡེ་གཏོར་བཤིག་གཏོང་མཁན་གྱི་ཁ་ཆེའི་ཆོས་ལུགས་ཀྱི་དཔུང་སྐུལ་བྱེད་པོའི་རིགས་རྒྱུད་ཡིན་ཤས་ཆེ། འོན་ཀྱང་གནས་སྟངས་མི་གཅིག་པའི་དེང་གི་དུས་འདིར། ནང་པའི་གནས་མཇལ་བ་དང་ཁ་ཆེ་ཚོང་པ་རྣམས་ཞི་མཐུན་ངང་མཉམ་གནས་བྱས་བསྡད་ཡོད། ཁ་ཆེ་ཚོང་པ་ཚོས་ཟ་ཁང་དང་ཚོང་ཁང་སོགས་དགོས་ངེས་རྣམས་གྲ་སྒྲིག་བྱེད་ཅིང། གནས་མཇལ་བ་ཚོས་མཐུན་རྐྱེན་དེ་དག་ལོངས་སྤྱོད་བྱེད་པ་དང། ཚོང་པ་རྣམས་ཀྱིས་ཁོང་ཚོར་འཚོ་ཐབས་སྦྱོར་གྱི་ཡོད་ཅེས་བཤད་རྒྱུ་བྱུང། ངས་འདི་ལྟར་བརྗོད་པའི་དོན་སྙིང་ནི། ཞི་མཐུན་ངང་མཉམ་གནས་བྱེད་དགོས་པས་ང་ཚོའི་གོ་ལ་གསར་པའི་དོན་དངོས་ལ་གཞིགས་ན། ལོ་རྒྱུས་ལ་དྲན་གསོ་བྱེད་པའི་འཚོ་གནས་རན་པོ་ཞིག་ཡོང་འཇུག་གི་མེད། གལ་ཏེ་འཛམ་གླིང་གི་ཆོས་ལུགས་ནང་འཁྲུག་རྩོད་དང་སྡུག་བསྔལ་ཁོ་ནའི་འབྱུང་ཁུངས་ཤིག་ཡིན་ན། ལྷ་མེད་སྨྲ་བའི་ལྟ་ཚུལ་གྱི་ཐོག་ནས། ང་ཚོ་འགྲོ་བ་མི་རྣམས་ལ་ཆོས་ལུགས་དེ་དག་རྒྱབ་སྐྱོར་བྱེད་པའི་ཐོབ་ཐང་ངེས་པར་དུ་ལྡན་དགོས་ཞེས་ངོས་ནས་རྟག་ཏུ་ནན་བརྗོད་བྱེད་ཀྱི་ཡོད། འོན་ཀྱང་གནད་དོན་ནི་དེ་འདྲ་མ་རེད། ཆོས་ལུགས་ཀྱིས་འགྲོ་བ་མིའི་བར་ཤོག་ཁག་དང་འཁྲུག་རྩོད་ཀྱི་རྐྱེན་རྩ་ཞིག་བྱས་པ་གསལ་བོ་རེད། དེ་ཐབས་སྐྱོ་བོ་རེད། འོན་ཏེ་ཆོས་ལུགས་ཀྱིས་བྱེད་སྒོ་དེ་གཅིག་པུ་མ་ཡིན་པར། འཛམ་གླིང་ནང་གི་རླབས་ཆེ་བའི་ཆོས་ལུགས་རེ་རེས་རང་རང་སོ་སོའི་ལོ་རྒྱུས་ཡུན་རིང་ལྡན་པའི་ཁྲོད་འགྲོ་བ་མི་དུང་ཕྱུར་མང་པོར་ཧ་ལས་པའི་ཁེ་ཕན་བསྐྲུན་ཡོད། ཆོས་ལུགས་ཀྱི་མི་རྣམས་བཟང་སྤྱོད་ངང་འཚོ་གནས་ཐུབ་པའི་ཀུན་སྤྱོད་ཀྱི་སྒྲོམ་གཞི་ཞིག་བསྐྲུན་པར་མ་ཟད་མི་ས་ཡ་མང་པོར་མི་ཚེའི་རིན་ཐང་ཐད་གཏིང་ཟབ་པའི་ཚོར་སྣང་བྱིན་ཞིང། རང་ཉིད་ལ་ཇུས་ཉེས་དང་རྐྱེན་ངན་བྱུང་སྐབས་ཆོས་ལུགས་ནི་བདེ་སྐྱིད་དང་ཞི་བདེའི་འབྱུང་ཁུངས་ཤིག་ཀྱང་ཆགས་ཡོད། དེང་སང་ཚན་རིག་དང་བཟོ་ལས་རིག་པ་ཙམ་མ་ཟད། ཕྱི་དངོས་པོའི་ཐད་ཧ་ལས་པའི་ཡར་ཐོན་ཕྱིན་པའི་དུས་སུའང། འཛམ་གླིང་གི་རླབས་ཆེན་ཆོས་ལུགས་རྣམས་ད་དུང་འགྲོ་བ་མིའི་རིགས་ལ་ཕན་པོ་དང་འཇུག་པོ་ཞེ་དྲགས་ཡོད། གནས་སྟངས་འདི་ནི་ཉུང་མཐར་ལོ་ངོ་སྟོང་ཚོ་ཁ་ཤས་དང་ང་ཚོ་འགྲོ་བ་མིའི་གཞི་རྩའི་རང་བཞིན་དང་གནས་བབ་ལ་འགྱུར་ལྡོག་མ་བྱུང་བར་གནས་རྒྱུ་ཡིན་པར་ངོས་ནས་ཡིད་ཆེས་བྱེད་ཀྱི་ཡོད། དེར་བརྟེན་གནད་འགག་ཅན་གྱི་དྲི་བ་ནི། ཆོས་ལུགས་རྣམས་དཀའ་རྙོག་གི་འབྱུང་ཁུངས་འབའ་ཞིག་རེད་དམ་ཞེས་པ་དེ་མ་ཡིན་པར། འགྲོ་བ་མིའི་སྤྱི་ཚོགས་ཁྲོད་ཆོས་ལུགས་དབར་གྱི་ཁྱད་པར་རྣམས་སླད་ཕྱིན་ཤོག་ཁག་དང་འཁྲུག་རྩོད་ཀྱི་རྒྱུ་རུ་མི་འགྱུར་བར་ངེས་གཏན་བཟོ་ཕྱིར། ང་ཚོས་གང་བྱེད་ཐུབ་བམ་ཞེས་པ་དེ་ཡིན། འཛམ་གླིང་ནང་གི་ཆོས་ལུགས་ཀྱིས་ཆོས་ལུགས་ནང་ཁུལ་བར་གཅོད་མ་མ་ཡིན་པ་དང་ཡུན་གནས་ཐུབ་པའི་མཛའ་མཐུན་ཞིག་བསྐྲུན་ཐུབ་བམ། ཆོས་ལུགས་དང་དྲག་སྤྱོད་ལ་འབྲེལ་བ་བྱེད་སྐབས། ངའི་བསམ་པར་ཆོས་ལུགས་ཀྱི་ཁྱད་པར་ཐོག་ནས་ཡོང་བའི་དཀའ་རྙོག་མི་འགྲོ་བ་གཉིས་ཀྱི་དབར་ཁྱད་པར་བྱེད་རྒྱུ་གལ་ཆེན་པོ་ཡིན། དང་པོ། ཆོས་ལུགས་ཀྱི་ཁྱད་པར་རྣམས་ཕལ་ཆེར་ཆོས་ལུགས་དང་འབྲེལ་བའི་དཀའ་རྙོག་གི་རྐྱེན་ཞིག་ཡིན་མོད། རྐྱེན་གཙོ་བོ་ནི། དབང་ཆ་དང། ཆབ་སྲིད། དཔལ་འབྱོར། མི་རིགས། ཡང་ན་ཚོགས་སྡེའི་ཐོག་ནས་ཡོང་གི་ཡོད། འདིར། ཆོས་ལུགས་ཀྱི་ཁྱད་པར་གྱི་མིང་འོག་ཏུ། རྩོད་རྙོག་ཁག་སྐབས་ཡོད་སྲིད་ཀྱང། གཞི་རྩའི་དཀའ་ངལ་ནི། དཔལ་འབྱོར་དང་དབང་ཆའི་ཁྱད་པར་དང་འབྲེལ་ཡོད། དེ་ནི། ཁ་ཞེ་མི་མཚུངས་པའི་མི་འགའ་ཞིག་གིས། ཆོས་ལུགས་ཀྱི་མིང་ཐོག་ནས། དཀྲུགས་ཤིང་བསླངས་པའི་དཀའ་རྙོག་ཡིན་པ། བདེན་པ་རེད། གཉིས་པ། རྩ་བའི་ཆ་ནས་ཆོས་ལུགས་ལ་དད་པ་བྱེད་ཕྱོགས་དང། ལྷག་པར་དུ་གྲུབ་མཐའ་འདྲ་མིན་གྱི་ཐོག་ནས་ཡོང་བའི་དཀའ་རྙོག་གི་རིགས་ཤིག་ཡོད། ཆོས་ལུགས་ཀྱི་རྗེས་འབྲངས་པ་དེ་དག་རྒྱུན་དུ་རང་རང་སོ་སོའི་ཆོས་ལ་ཁ་ཞེ་གཉིས་མེད་ཡིན། འོན་ཏེ་ཁ་ཞེ་གཉིས་མེད་ཀྱི་ལྟ་ཚུལ་དེ་གཙོ་བོ་ཆོས་ལུགས་གཞན་གྱི་རྗེས་འབྲངས་པ་དང་འབྲེལ་བ་མེད་པ་དང། རང་རང་སོ་སོའི་མ་གཏོགས་ཆོས་ལུགས་གཞན་གྱི་ལྷད་མེད་པའི་རིན་ཐང་མི་ཤེས་པའི་ཐོག་ནས་བྱུང། དེའི་གཉེན་པོ་གཙོ་བོ་ཞིག་ནི་རང་གི་ཤེས་བྱ་དང་གོ་རྟོགས་རྒྱ་ཆེ་རུ་གཏོང་རྒྱུ་དེ་ཡིན། དངོས་ཡོད་ཀྱི་འཛམ་གླིང་ནང་ཆོས་ལུགས་ཀྱི་སྲོལ་རྒྱུན་སྣ་ཚོགས་ཡོད་པ་ནི་མེད་ཚེའི་དོན་དངོས་ཤིག་ཡིན། དེར་བརྟེན་གང་ལྟར་ཡང། ང་ཚོ་ཚང་མས་ཞི་བདེ་དང་མཛའ་མཐུན་ངང་མཉམ་གནས་ཐུབ་ཐབས་བྱེད་དགོས་ཀྱི་ཡོད། ཁྱད་པར་དེ་དག་རང་གི་ཐོག་ནས་བཟང་ངན་གང་ཡང་མིན་ཞིང། དཀའ་རྙོག་གི་རྒྱུ་བྱེད་པའི་ཉེས་པའང་མེད། དེ་ནི་ཁྱད་པར་དེ་དག་ལ་འབྲེལ་གཏུག་བྱེད་སྟངས་ཀྱི་ཐོག་ནས་ཡོང་གི་ཡོད། ཐ་ན་གང་ཟག་གཅིག་གི་བསམ་བློ་དང་མྱོང་ཚོར་ཁྲོད། ཕོ་མོ་སུ་ཡིན་རུང་རང་གི་མི་ཚེ་སྟོད་སྨད་དང། ཐ་ན་སྔ་དྲོ་དང་ཕྱི་དྲོ། གང་ཚོར་བ་དང་བསམ་པའི་བར། ཁྱད་པར་དང་འགལ་ཟླ་སྣ་ཚོགས་མྱོང་གི་ཡོད། མདོར་ན། རྒྱལ་བའི་བསམ་ཚུལ་དང་ཚོར་བ་དེ་དག་གི་ཆ་ཤས་ཤིག་གིས་ང་ཚོར་གོ་རྟོགས་གསར་པ་སྤེལ་བ་དང། ང་ཚོ་ཚང་མའི་རྒྱུད་སྨིན་དུ་འཇུག་ཅིང། མེད་ཚེ་དང་འཛམ་གླིང་ལ་བལྟ་བའི་ངེད་ཅག་གི་རྣམ་དཔྱོད་ཀྱིས་གོ་བྱེད་ཀྱི་ཡོད། འགྲོ་བ་མིའི་ནུས་པའི་བཟང་ཕྱོགས་ཀྱི་རང་བཞིན་ལ་ཡིད་ཆེས་བརྟན་པོ་ཡོད་མཁན་ཞིག་ཡིན་པའི་ཆ་ནས། འཛམ་གླིང་གི་རླབས་ཆེ་བའི་ཆོས་ལུགས་དབར་ལྷད་མེད་ཀྱི་མཛའ་མཐུན་ཞིག་གྲུབ་ནུས་པའི་ལྟ་ཚུལ་ལ་ངོས་རང་ཆོད་སེམས་བརྟན་པོ་ཡོད། དེ་ཡང་ཆོས་ལུགས་ནང་ཁུལ་དུ་བཅོས་མིན་གྱི་གོ་རྟོགས་གོང་མཐོར་ཕྱིན་པ་ཁོ་ནའི་སྟེང་གཞི་བཞག་ནས་ཡོང་ཐུབ། གཞན་ཡང་ཕན་ཚུན་གཉིས་མོས་ཀྱི་གོ་རྟོགས་དེ་ནི། ཆོས་ལུགས་དབར་གནས་པའི་དངོས་ཡོད་ཀྱི་ཁྱད་པར་རྣམས་ངོས་འཛིན་གསལ་པོ་བྱེད་པར་ཐེ་བའི་གཞི་རྩའི་ངེས་ཅན་ཞིག་གི་ཐོག་ངེས་པར་དུ་གཞི་འཇོག་དགོས། སྟོབས་ཤུགས་ཆེ་བའི་ཐབས་ལམ་ཞིག་གིས་ཆོས་ལུགས་ཚང་མ་དོན་དངོས་ཐོག་གཅིག་ཡིན་ཟེར་ལྟ་ཚུལ་གསལ་པོ་མེད་པ་ཞིག་སྤེལ་ནས། ཁྱད་པར་ན་འབད་མི་ཐུབ་ལ། ཆོས་ལུགས་ཁག་གི་སྟོབས་ཤུགས་མི་འདྲ་བ་རྣམས། ཁྱབ་ཆེ་བའི་ཆོས་ལུགས་ལ་ལའི་ཁོངས་སུ་ཟླ་སྒྲིལ་གཏོང་བའི་འདུམ་ཐབས་ཀྱང་བྱེད་མི་ཐུབ། དེ་ལས་ལྡོག་སྟེ། དེའི་ནང་ཁྱད་པར་རྣམས་ཁས་བླངས་ཏེ། འགྲེལ་བཤད་གསལ་པོ་བྱ་དགོས། གང་ཡིན་ཞེ་ན། ཆོས་ལུགས་དབར་གྱི་ཁྱད་པར་གྱིས། དཔག་ཏུ་མེད་པའི་དཀོན་མཆོག་གི་ཡོན་ཏན། ལྷ་ཡོད་སྨྲ་བའི་ལྟ་ཚུལ་ཐོག་ནས་དང། མིའི་སྙིང་སྟོབས་ཀྱི་ཁྱད་ནོར་མཚོན་གྱི་ཡོད། ཅི་སྟེ། ཆོས་ལུགས་ནང་ཁུལ་གྱི་མཛའ་མཐུན་དེས་ཆོས་ལུགས་དབར་གྱི་ཁྱད་པར་རྣམས་ངོས་འཛིན་ཡང་དག་པ་ཞིག་བྱེད་པའི་ཐོག་ལ་གཞི་བཅོལ་ན། དེས་ང་ཚོ་ཁྱད་པར་དེ་དག་ལས་བརྒལ་ནས་ཚད་མཐོ་བའི་གཅིག་སྡུད་ཀྱི་རིམ་པ་ཞིག་ཏུ་མདུན་སྐྱོད་བྱེད་འཇུག་ཅིང། དེར་ཡར་རྒྱས་གོང་འཕེལ་ཡོང་བའི་འགྲོ་བ་མིའི་གཅིག་གྱུར་གྱི་དམིགས་ཡུལ་དང་བླང་དོར་གྱི་བསླབ་བྱ་ཆ་ཚང་ཞིག་མཉམ་སྤྱོད་བྱེད་ཐུབ། ངས་ཆོས་ལུགས་ནང་ཁུལ་གྱི་གོ་རྟོགས་དང་མཛའ་མཐུན། གོང་མཐོར་གཏོང་ཐབས་ལ་འབད་སྐབས། དེ་ནི་ང་རང་གི་ཐབས་ལམ་ཞིག་ཡིན་ཞིང། ལས་དོན་དེ་ནི་ངས་རང་གི་དམིགས་ཡུལ་གལ་ཆེ་ཤོས་ཤིག་ཏུ་མཐོང་གི་འདུག་དེར་བརྟེན་དྲི་བ་ནི། ང་ཚོས་ཕན་ཚུན་གཉིས་མོས་ཀྱི་གོ་རྟོགས་དང་གུས་བརྩིའི་ཐོག་གཞི་བཞག་སྟེ། ཆོས་ལུགས་ནང་ཁུལ་གྱི་མཛའ་མཐུན་གོང་མཐོར་ཇི་ལྟར་གཏོང་ངམ་ཞེས་པ་འདི་ཡིན། ངོས་རང་གི་སྤྱོད་ལམ་ཐད། ངས་ལག་ལེན་གཙོ་བོ་ཁག་ཅིག་འགོ་འཛུགས་བྱས་ཡོད། དེ་དག་ནང། འཛམ་གླིང་ནང་ཆོས་ལུགས་འདྲ་མིན་གྱི་རྗེས་འཇུག་པ་རྣམས་ཀྱི་དབར་གཞི་རྩ་ནས་འབྲེལ་ལམ་གོང་མཐོར་གཏོང་རྒྱུ་ཚུད་ཡོད། དམིགས་ཡུལ་དེ་བཟུང་ནས། ངོས་རང་རྒྱལ་ས་ཆེན་པོའམ་གྲོང་གསེབ་ཆུང་ཆུང་གང་དུ་ཕྱིན་ཀྱང། ཆོས་ལུགས་ནང་ཁུལ་གྱི་མཆོད་འབུལ་ཚོགས་འཛོམས་སྐབས། ག་དུས་ཡིན་ཀྱང་མཉམ་ཞུགས་བྱེད་འདོད་ཆེན་པོ་ཡོད། དེའི་ཐད་ང་རང་ཕྱི་མི་ཞིག་གི་ཚུལ་དུ། ས་གནས་ཀྱི་ཆོས་སྡེའི་དབུ་ཁྲིད་དང་སྦྱིན་བྱུས་པ་རྣམས་འདུ་འཛོམས་ཡོང་བར་བློ་སྟོབས་སྤེལ་གྱི་ཡོད། དེ་ལ་བརྟེན་ནས་ཆོས་ལུགས་ཀྱི་སྲོལ་རྒྱུན་འདྲ་མིན་གྱི་ཁོངས་མི་ཚོས་དད་གུས་ཀྱི་འདུ་འཛོམས་སྐབས། རང་རང་གི་བསམ་ཚུལ་ཕན་ཚུན་བརྗེ་ལེན་བྱེད་པའི་གོ་སྐབས་ཐོབ་ཀྱི་ཡོད། ཆོས་ལུགས་ནང་ཁུལ་གྱི་མཛའ་མཐུན་དང་གོ་རྟོགས་གོང་སྤེལ་བྱེད། ངོས་ཀྱི་ལས་རིམ་ནང་གཤམ་གྱི་ཆ་རྐྱེན་གཙོ་བོ་བཞི་སྟེ། དང་པོ། ཆོས་ལུགས་ཀྱི་མཁས་དབང་ནང་ཁུལ་དབར། རང་རང་སོ་སོའི་ཆོས་ལུགས་ཀྱི་སྲོལ་རྒྱུན་གྱི་ཐབས་ལམ་འདྲ་མིན་ཐད། ཤེས་ཡོན་གྱི་རིམ་པའི་ཐོག་ནས་གྲོས་མོལ་ལྷུག་པོ་གནང་རྒྱུ་དང། ལྷག་པར་དུ་ཐབས་ལམ་མི་འདྲ་བ་དེ་དག་གི་དགོས་དོན་ཐད་བགྲོ་གླེང་གནང་རྒྱུ་དང། གཉིས་པ། མཚན་ལྡན་ཉམས་ལེན་པ་རྣམས་ཀྱི་དབར། གཏིང་ཟབ་པའི་ཆོས་ཕྱོགས་ཀྱི་མྱོང་བ་བརྗེ་ལེན་བྱ་རྒྱུ། གསུམ་པ། སྡིངས་ཆ་གཅིག་གི་ཐོག་བཀའ་མོལ་གནང་རྒྱུ་དང། སྨོན་ལམ་འདེབས་སླད་ཆོས་ལུགས་ཀྱི་དབུ་ཁྲིད་ཚོ་ལྷན་འཛོམས་གནང་རྒྱུ། བཞི་པ། འཛམ་གླིང་ནང་གི་རྩ་ཆེའི་གནས་རྣམས་ལ་མཉམ་དུ་གནས་གཟིགས་ལ་ཕེབས་རྒྱུ་བཅས་ཡིན།